ཁ་སང་གི་ལྗགས་ཀློག་ཞུ་མཚམས་དེ་ནི་ཤོག་གྲངས་བཞི་བརྒྱ་བཅུ་མེད་དྲུག་གི་དོན་ཚན་བཅའ་བ་དེ་ལས་ཧ་ལས་འདས་ཡོད།

བོད་མི་རྣམས་རང་སྐྱོང་ལྗོངས་གཅིག་གི་ནང་འཛིན་སྐྱོང་བྱེད་རྒྱུའི་མངོན་འདོད་དེ་ནི་རྩ་ཁྲིམས་ནང་གསལ་བའི་རང་སྐྱོང་གི་ལྟ་གྲུབ་ལ་ཡང་གཞི་རྩ་བཅོལ་བ་ཞིག་ལས་བོད་ཕྱི་ལྗོངས་ཀྱི་གནས་ཚུལ་མིན་ལ། བསམ་འཆར་ནང་གསལ་པོར་འཁོད་ཡོད། དངོས་འབྲེལ་བྱས་ན། བསམ་འཆར་ནང་གསལ་བ་ལྟར་མི་རིགས་ས་གནས་རང་སྐྱོང་བཅའ་ཁྲིམས་རང་གི་ནང། བརྒྱུད་རིམ་འཐུས་ཚང་བྱུང་ན། འཛིན་སྐྱོང་གི་ས་མཚམས་བསྒྱུར་བཅོས་བྱེད་ཆོག་པ་གསལ་ཡོད། དེར་བརྟེན་གནད་དོན་དེ་རྩ་ཁྲིམས་དང་འགལ་བ་ནམ་ཡང་ཆགས་ཀྱི་མེད། འབྲེལ་མོལ་སྔ་མ་འཚོལ་སྐབས་སྐུ་ཚབ་ཚོས་གསལ་སྟོན་བྱས་པ་ལྟར། སྲིད་བློན་ཀྲའུ་ཨེར་ལན་དང། སྲིད་བློན་གཞོན་པ་ཁྲེན་དབྱི། དམར་ཚོགས་དྲུང་ཆེ་ཧུའུ་ཡའོ་པང་སོགས། རྒྱ་ནག་གི་དབུ་ཁྲིད་མང་པོས་བོད་རིགས་ས་ཁུལ་རྣམས་འཛིན་སྐྱོང་གཅིག་བཟོ་རྒྱུའི་བསམ་ཚུལ་ཡང་རྒྱབ་སྐྱོར་གནང་ཡོད། པཎ་ཆེན་སྐུ་འདི་བཅུ་པ་དང་ང་ཕོད་ངག་དབང་འཇིགས་མེད། དཔའ་བ་ཕུན་ཚོགས་དབང་རྒྱལ་སོགས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བོད་རིགས་མཐོ་རིམ་དབུ་ཁྲིད་ཚོས་ཀྱང་རེ་འདུན་བཏོན་པ་མ་ཟད། དེ་དག་བྱེད་རྒྱུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང། བཅའ་ཁྲིམས་བཅས་དང་མཐུན་པ་ཡིན་པའི་ངོས་འཛིན་ངེས་གཏན་གནང་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་ནག་དབུས་གཞུང་གིས་བོད་རིགས་ས་ཁུལ་རྣམས་རང་སྐྱོང་ལྗོངས་གཅིག་གི་ནང་གཅིག་གྱུར་བཟོ་ཐབས་ཀྱི་ཞིབ་ཕྲའི་འཆར་གཞི་བཟོ་འགོད་ཆེད་དམར་ཤོག་ཚོགས་པའི་ཚོགས་མི་རྒན་པ་སངས་རྒྱས་ཡེ་ཤེས། ཐན་པའོ་སོགས་ཀྱི་དམིགས་བསལ་ཚོགས་ཆུང་ཞིག་བཙུགས་ཡོད། འོན་ཀྱང་དེ་དག་རྗེས་སུ་གཡོན་ཐལ་གྱི་རྐྱེན་པས་ལམ་ལྷོང་བྱུང་མེད། བོད་རིགས་ས་ཁུལ་རྣམས་འཛིན་སྐྱོང་གཅིག་གི་ནང་དགོས་པའི་རྒྱུ་མཚན་གཙོ་བོ་ནི། བོད་མི་ཚོས་གཞི་སྟེང་ནས་སོ་སོའི་རང་སྐྱོང་དེ་མི་རིགས་ཤིག་གི་རང་སྐྱོང་གི་ངོ་བོར་ལག་བསྟར་ཐུབ་ཐབས་དང། དེ་འབྲེལ་རང་གི་ལེགས་བྱང་དང། ནང་དོན་རིག་པའི་རིན་ཐང་རྣམས་སྲུང་སྐྱོབ་དར་སྤེལ་གཏོང་རྒྱུའི་ཆེད་དུ་རེད། དེ་ནི་རྩ་ཁྲིམས་དོན་ཚན་བཞི་པར་གསལ་བ་ལྟར། མི་རིགས་ས་གནས་རང་སྐྱོང་གི་ལྟ་གྲུབ་ཀྱི་དགོས་དམིགས་དང་གླེང་གཞི་གཙོ་བོ་དེ་རེད། བོད་མིའི་སེམས་འཚབ་ཆེ་གཞི་བོད་རིགས་གཅིག་གྱུར་བྱེད་རྒྱུ་དེ་ཡིན་པས། བསམ་འཆར་ནང་དེ་དག་ལ་བརྩི་བཀུར་ཞུས་ཡོད་ཅིང། ད་ལྟའི་དུམ་བུར་བཀོལ་ནས་དབང་བསྒྱུར་བྱེད་པའི་ལམ་ལུགས་མུ་མཐུད་ལག་བསྟར་བྱེད་པས་གོང་གསལ་དགོས་མཁོ་རྣམས་བསྒྲུབ་ཐུབ་མེད། བོད་རིགས་རྣམས་ནི་རང་གི་ཐུན་མོང་བྱུང་རབས་དང། ཆོས་ལེགས་བྱང་གི་ངོས་འཛིན། སྐད་ཡིག། ཐ་ན་ས་ཁམས་ཁོར་ཡུག་བཅས་ཀྱི་ཆ་ནས་ཀྱང་གཅིག་གྱུར་དུ་གནས་ཡོད། བོད་རིགས་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མི་རིགས་གཅིག་གི་ཁོངས་སུ་གཏོགས་པ་ལས་མང་པོ་མིན། ད་ལྟ་ཞིང་ཆེན་གཞན་གྱི་ནང་ཟླ་སྒྲིལ་བཏང་བའི་བོད་རིགས་རང་སྐྱོང་ཁུལ་དང་རྫོང་བཅས་སུ་གནས་པའི་བོད་རིགས་རྣམས་མི་རིགས་གཅིག་རང་ཡིན། ྋགོང་ས་མཆོག་གིས་དབུས་པའི་བོད་མི་རྣམས་ཀྱི་སེམས་འཚབ་བྱེད་གཞི་གཙོ་བོ། བོད་མིའི་ལེགས་བྱང་དང། ནང་དོན་རིག་པའི་རིན་ཐང། མི་རིགས་ཀྱི་ངོ་བོ། ས་ཁམས་ཁོར་ཡུག་བཅས་ལ་ཡང་སྲུང་སྐྱོབ་དར་སྤེལ་གཏོང་རྒྱུ་དེ་རེད། བོད་མི་ཚོས་བོད་རིགས་རང་སྐྱོང་ས་ཁུལ་རྒྱ་སྐྱེད་བྱེད་དགོས་ཞུ་གི་མེད། ད་ལྟ་བོད་རིགས་རང་སྐྱོང་ས་ཁུལ་དུ་ངོས་འཛིན་གནང་བཞིན་པ་རྣམས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རང་སྐྱོང་ལྗོངས་གཞན་དང་འདྲ་བར་འཛིན་སྐྱོང་གཅིག་ནང་ཚུད་དགོས་པ་ཞུ་གི་ཡོད། ཕྱི་སྲིད་བོད་མི་རྣམས་འཛིན་སྐྱོང་གཅིག་གི་འོག་རང་སྲིད་རང་སྐྱོང་བྱེད་རྒྱུའི་གོ་སྐབས་མ་བྱུང་བ་དེ་སྲིད་ཀྱི་བར། བོད་མིའི་ལེགས་ཆ་དང་འཚོ་སྡོད་བྱེད་སྟངས་སྲུང་སྐྱོབ་ལག་བསྟར་འཐུས་ཚང་ཡོང་ཐབས་མེད། ད་ལྟའི་ཆར་བོད་མི་མི་འབོར་ཆེས་ལྷག་གིས་ཞིང་ཆེན་གཞན་གྱི་ཁེ་ཕན་དང་དགོས་མཁོ་གཞིར་བཟུང་མ་གཏོགས་དོན་ཕན་ལྡན་པའི་ཆ་ཤས་གང་ཡང་བླངས་ས་མེད་པར་འགྲོ་དགོས་ཆགས་ཡོད། བསམ་འཆར་ནང་འགྲེལ་བཤད་ཞུས་པ་ལྟར་མི་རིགས་ས་གནས་རང་སྐྱོང་མིང་དོན་མཚུངས་པ་ཞིག་ལག་བསྟར་ཡོང་བར། བོད་མི་ཚོར་བོད་རིགས་ཡོངས་ལ་ཡ་ཁྱབ་པའི་བོད་མི་རང་གི་རང་སྐྱོང་གཞུང་དང། མི་དམངས་འཐུས་མི་ཚོགས་ཆེན། དེ་བཞིན་རང་སྐྱོང་གཞུང་གི་ལས་ཁུངས་ཁག་བཅས་ངེས་པར་དུ་ཡོད་དགོས་པ་ཡིན། ལྟ་གྲུབ་འདི་ནི་རྩ་ཁྲིམས་ནང་གྲངས་ཉུང་མི་རིགས་གང་དུ་འདུས་སྡོད་བྱེད་སའི་ས་ཁུལ་ཡ་ས་གནས་རང་སྐྱོང་ལག་བསྟར་བྱེད་རྒྱུའི་ཐོབ་ཐང་དང། རང་སྐྱོང་གཞུང་གི་ལས་ཁུངས་འཛུགས་རྒྱུའི་རང་སྐྱོང་གི་དབང་ཆ། རྩ་ཁྲིམས་དོན་ཚན་བཞི་པར་ངོས་འཛིན་གནང་ཡོད། མི་རིགས་ས་གནས་རང་སྐྱོང་གི་བཅའ་ཁྲིམས་ཀྱི་སྔོན་གླེང་ནང། རྒྱལ་ཁབ་ཀྱི་གྲངས་ཉུང་མི་རིགས་ཁག་གིས་མི་རིགས་སོ་སོའི་ནང་ཁུལ་གྱི་ལས་དོན་བདག་སྐྱོང་བྱེད་དབང་ལོངས་སུ་སྤྱོད་པར་བརྩི་འཇོག་དང་འགན་སྲུང་ལེགས་པར་བྱེད་པ། ཞེས་ཚིག། ཆེན་པོའི་སྒོ་ནས་གསལ་བ་དེའི་ནང། ས་མཚམས་བར་མ་ཆད་པར་མུ་འབྲེལ་བས། མུ་འབྲེལ་བའི་ས་ཆ་གཅིག་ཏུ་འདུས་སྡོད་བྱས་པས། མི་རིགས་ཡོངས་རྫོགས་གཅིག་གྱུར་གྱི་རང་སྐྱོང་ལྗོངས་སུ་རྒྱུས་མངོན་དོད་དེ་ཚུད་ཀྱི་མེད་ན། རྩ་ཁྲིམས་སུ་གསལ་བའི་རང་སྐྱོང་གི་ལྟ་གྲུབ་ལག་བསྟར་མ་ཐུབ་པར་གྱུར་འགྲོ། བོད་རིགས་རྣམས་དུམ་བུར་བཏང་ནས་ཁྲིམས་དང་སྲོལ་ཡིག་མང་པོས་བཀག་རྒྱའི་འོག་བཞག་པ་དེས། བོད་མི་ཚོས་མིང་དོན་མཚུངས་པའི་རང་སྐྱོང་བྱེད་རྒྱུའི་ཐོབ་ཐང་མ་བྱུང་བ་དང། རང་གི་ཐུན་མོང་མ་ཡིན་པའི་ལེགས་ཆ་རྒྱུན་འཛིན་བྱེད་རྒྱུར་དཀའ་ངལ་ཡོང་གི་ཡོད། དབུས་གཞུང་གིས་འཛིན་སྐྱོང་གི་དགོས་ངེས་བསྒྱུར་བཅོས་བྱེད་མི་ཐུབ་པ་མ་རེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ས་ཁུལ་གཞན་དང་ཁྱད་པར་ནང་སོག་དང། ཉིང། ཞཱ་ཀོང། ཞི་རང་སྐྱོང་ལྗོངས་སོགས་སུ་བསྒྱུར་བཅོས་བཏང་ཡོད། དོན་ཚན་ཆ་པ། ཆབ་སྲིད་དང་སྤྱི་ཚོགས། དཔལ་འབྱོར་བཅས་ཀྱི་ལམ་ལུགས། གོང་ས་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྔོན་དུ་བོད་ནང་ལག་བསྟར་བྱས་པའི་ཆབ་སྲིད་དང་སྤྱི་ཚོགས། དཔལ་འབྱོར་བཅས་ཀྱི་ལམ་ལུགས་རྙིང་པ་བསྐྱར་གསོ་བྱེད་འདོད་བོད་མི་སུ་གཅིག་ལ་ཡང་མེད་ཅེས་འགྱུར་བ་མེད་པར་རྒྱུན་དུ་ཡང་ནས་ཡང་དུ་གསུངས་ཡོད། མ་འོངས་པར་རང་སྐྱོང་གིས་བོད་ནང་བོད་མིའི་སྤྱི་ཚོགས་དང་དཔལ་འབྱོར། ཆབ་སྲིད་བཅས་ཀྱི་ལམ་ལུགས་མུ་མཐུད་ཡར་རྒྱས་གཏོང་འདོད་ཡོད་པ་མ་གཏོགས། འདས་པའི་དུས་རབས་སུ་བསྐྱར་ལོག་བྱེད་འདོད་མེད། དོན་དངོས་དང་མི་མཐུན་བཞིན་དུ། ཁོང་ཚོ་ཕྱོགས་དང་བཙན་བྱོལ་སྒྲིག་འཛུགས་ཀྱི་ལམ་ལུགས་རྙིང་པ་བསྐྱར་གསོ་བྱེད་འདོད་ཡོད་ཚུལ་གྱི་ཉེས་འཛུགས་མུ་མཐུད་ཨུ་ཚུགས་བྱེད་པ་ནི། གཞི་མེད་གཞི་མེད་ཅིང་སུན་གཙེར་དང་མི་གཞན་མགོ་རྨོངས་སུ་འཇུག་གཞི་ཞིག་རེད། ད་ལྟའི་ཆར་རྩ་བ་ནས་ངོས་ལེན་ཐུབ་ཐབས་མེད་པའི་ཆབ་སྲིད་ཀྱི་ལམ་ལུགས་དེ་རིགས་འདས་པའི་བྱུང་རབས་ནང། རྒྱ་ནག་ཐེ་བའི་འཛམ་གླིང་གི་རྒྱལ་ཁབ་དང་སྤྱི་ཚོགས་ཚང་མར་བྱུང་ཡོད། བོད་ཀྱི་ལམ་ལུགས་རྙིང་པ་དེའང་དེ་མཚུངས་རེད། འཛམ་གླིང་ཧྲིལ་པོར་སྤྱི་ཚོགས་དང་ཆབ་སྲིད་ཀྱི་ཐད་མདུན་སྐྱོད་ཤུགས་ཆེ་ཕྱིན་པ་དང། འགྲོ་བ་མིའི་ཐོབ་ཐང་གི་ངོས་འཛིན་དང། མིའི་འཚོ་བའི་གནས་སྟངས་ཡར་རྒྱས་གཏོང་ཆེད་འབད་བརྩོན་ཤུགས་ཆེ་བྱས་ཡོད། བཙན་བྱོལ་བོད་མི་ཚོ་ཡང་དེང་རབས་དམངས་གཙོའི་ལམ་ལུགས་ཀྱི་ཡར་རྒྱས་དང། དེ་མཚུངས་ཤེས་ཡོན་དང་འཕྲོད་བསྟེན། སྒྲིག་འཛུགས་བཅས་ཀྱི་ལམ་ལུགས་ཡར་རྒྱས་ཕྱིན་ཡོད། དེར་བརྟེན་ཡུལ་ལུང་གཞན་དང་དཔུང་པ་མཉམ་གཤིབ་ཐོག་འཛམ་གླིང་གི་ཡུལ་མི་གཅིག་མཚུངས་ཆགས་ཡོད། རྒྱ་ནག་མི་དམངས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ཡོད་པའི་བོད་མི་ཚོ་ཡང་རྒྱ་ནག་གི་འཛིན་སྐྱོང་འོག་སྤྱི་ཚོགས་དང་ཤེས་ཡོན། འཕྲོད་བསྟེན། དཔལ་འབྱོར་གྱི་གནས་སྟངས་བཅས་ཡར་རྒྱས་གང་ཙམ་ཕྱིན་ཡོད་པ་གསལ་པོ་རེད། འོན་ཀྱང་བོད་མིའི་འཚོ་བའི་གནས་སྟངས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ད་དུང་ཡང་རྗེས་ལུས་ཆེ་གྲས་སུ་གནས་ཡོད་པ་དང། བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་ཡང་བརྩི་བཀུར་ཐོབ་མེད། དྲུག་པ། ངོས་འཛིན་དགོས་པའི་གཞི་རྩའི་གནད་དོན། ྋགོང་ས་མཆོག་དང་བཙན་བྱོལ་སྒྲིག་འཛུགས་ཀྱི་དབུ་ཁྲིད་ཚོར་སྒེར་གྱི་གནད་དོན་དང་འབྲེལ་བའི་རེ་འདུན་ཞུ་དགོས་གནད་གཅིག་མེད། ྋགོང་ས་མཆོག་གི་ཐུགས་འཚབ་གནང་གཞི་ནི་བོད་མི་ཚོའི་ཐོབ་ཐང་དང་བདེ་དོན་ཁོ་ན་རེད། དེར་བརྟེན་གཞི་རྩའི་གནད་དོན་ཐག་གཅོད་དགོས་པ་དེ་ལྷག་བསམ་རྣམ་དག་ཐོག་མིང་དོན་མཚུངས་པའི་རང་སྐྱོང་ལག་བསྟར་གྱི་ལམ་ནས་བོད་མི་རྣམས་སོ་སོའི་ནུས་པ་དང་དགོས་མཁོར་གཞིགས་པས་རང་གི་འཛིན་སྐྱོང་རང་གིས་ཐུབ་པ་བྱེད་རྒྱུ་དེ་རེད། གོང་ས་མཆོག་གིས་བོད་མི་དམངས་ཀྱི་མགྲིན་ཚབ་པ་གནང་སྟེ་བཀའ་མོལ་གསུང་གི་ཡོད་པ་དང་གོང་ས་མཆོག་ལ་བོད་མི་དམངས་ཀྱི་ཡིད་ཆེས་དང་ཕན་ཚུན་བྱུང་རབས་རང་བཞིན་ཅན་གྱི་འབྲེལ་བ་གཏིང་ཟབ་ཡོད། ྋགོང་ས་མཆོག་བོད་དུ་ཕྱིར་ཕེབས་གནང་རྒྱུའི་གནད་དོན་ཐད། བོད་མི་ཡོད་དོ་ཅོག་བསམ་པ་ཡོངས་སུ་གཅིག་མཐུན་ཡིན་པ་དང་འདྲ་བ་གནད་དོན་གཞན་གང་གི་ཐོག་ཏུ་ཡང་མེད། བོད་མི་ཚོས ྋགོང་ས་མཆོག་བོད་མིའི་ངོ་ཚབ་དང་རང་གི་མགྲིན་ཚབ་ངོ་མར་ངོས་འཛིན་བྱེད་ཀྱི་ཡོད། ྋགོང་ས་མཆོག་བོད་མི་དམངས་ཀྱི་ཁྲིམས་མཐུན་ངོ་ཚབ་ཡིན་པ་དེ་ནི་རྩོད་གཞི་ནམ་ཡང་བྱེད་ཐབས་བྲལ་བ་ཞིག་རེད། དེར་བརྟེན། ྋགོང་ས་མཆོག་དང་མཉམ་གྲོས་མོལ་བྱེད་པའི་ལམ་ཁོ་ནའི་བརྒྱུད་བོད་ཀྱི་གནད་དོན་འགྲིག་ཆགས་ཐུབ་རྒྱུ་ཡིན་པའི་བདེན་དོན་ངོས་འཛིན་གནང་གལ་ཆེ། ྋགོང་ས་མཆོག་གིས་བོད་དོན་འགན་འཁུར་ཞེས་པ་དེ་རང་ཉིད་སྒེར་གྱི་ཆབ་སྲིད་གོ་གནས་དང་ཐོབ་ཐང་རྩོད་རྒྱུའམ། ཡང་ན་བཙན་བྱོལ་བོད་གཞུང་གི་ཐོབ་ཐང་རྩོད་གཞི་མིན། བོད་ཀྱི་མ་འོངས་པའི་གནས་སྟངས་སྐོར་འགྲིག་ཆགས་བྱུང་ཕྱིན། བཙན་བྱོལ་བོད་གཞུང་ཕྱིར་བསྡུ་བྱེད་རྒྱུ་དང། བོད་ཀྱི་རྩ་བའི་འགན་འཁུར་བོད་ནང་ལས་ཀ་བྱེད་མུས་རྣམས་ནས་དགའ་འགན་བླང་དགོས། གོང་ས་མཆོག་གིས་བོད་ནང་ཆབ་སྲིད་ཀྱི་སྐུ་དབང་གང་ཡང་བཞེས་རྒྱུ་མིན་པ་ལན་མང་གསུངས་ཡོད། བདུན་པ། གོང་ས་མཆོག་གིས་མཐུན་འགྱུར་གོང་དུ་ངོས་འཛིན་ཞུས་པའི་གནད་དོན་རྣམས་ཀྱི་ཐོག་གོང་ས་མཆོག་གིས་བཞེངས་ཕྱོགས་དང་དགོངས་ཚུལ་མཆིས་ཡིན་ལ། རྒྱ་ནག་དབུས་གཞུང་གི་དོགས་པ་དང་ཐུགས་འཚབ་རྣམས་སེལ་ཆེད་གོང་ས་མཆོག་སྐུ་དངོས་ནས་ཡོངས་ཁྱབ་བསྒྲགས་གཏམ་སྤེལ་དུས་གསུངས་ཟིན་པ་ལྟར་གནང་རྒྱུའི་གྲ་སྒྲིག་ཡོད། དེ་འདྲའི་བསྒྲགས་གཏམ་དེ་རྒྱ་ནག་དབུས་གཞུང་དང་བོད་མིའི་གཞི་རྩའི་དགོས་མཁོ་གཉིས་ཀ་འདོད་བློ་ཚིམ་ངེས་ཡོང་ཆེད། ྋགོང་ས་མཆོག་གི་སྐུ་ཚབ་དང། རྒྱ་ནག་དབུས་གཞུང་གི་སྐུ་ཚབ་ཚོའི་དབར་གྲོས་བསྡུར་ཞིབ་ལྷུག་གནང་དགོས། ཕྱོགས་གཉིས་ཀས་བསམ་ཚུལ་ཇི་ཡོད་ཐད་ཀར་ཞུ་གལ་ཆེ་བ་ལས། དེ་སྔོན་ལྟར་འབྲེལ་མོལ་གྱི་ལས་རིམ་ལ་འགོག་རྐྱེན་བཟོ་བར་བེད་སྤྱོད་བྱེད་རྒྱུ་མེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སུ་གསལ་བའི་རང་སྐྱོང་གི་དགོངས་དོན་གཞིར་བཟུང། བུད་མེད་ཁེ་དབེན་ཁག་ལ་ཡང་མོས་མཐུན་ཡོང་རྒྱུའི་ཡིད་ཆེས་ཀྱིས ྋགོང་ས་མཆོག་ནས་འབད་རྩོད་འདི་དག་གནང་གི་ཡོད་སྟབས། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྐུ་ཚབ་ཚོས་བསམ་འཆར་དང་འབྲེལ་ཆོས་འདི་བསྐྲུན་པའི་གོ་སྐབས་དམ་འཛིན་གྱིས་མདུན་སྐྱོད་དང་གཉིས་མོས་ཡོང་ཆེད་གྲོས་བསྡུར་གཏིང་ཟབ་ཏུ་བཏང་གནང་བས་ཐུགས་རེ་གནང་གི་ཡོད། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ། ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི། ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། འཆི་སྲིད་ནམ་མཁའ་གནས་པ་དང། འགྲོ་བ་ཇི་སྲིད་གནས་གྱུར་པ། དེ་སྲིད་ཁྱེད་ཀྱང་གནས་གྱུར་ནས། འགྲོ་བའི་སྡུག་བསྔལ་སེལ་བར་ཤོག།

མཇུག་མ་ཁྲིད་བར་དུ། བསམ་བློའི་དྲན་ཤར་ན་ལོ་ལ། མཆུ་ཏོ་མ་བཟོ་ན། ཤང་ཤང་རྒྱུག་པའི་རིན་པོ་ཆེ་ཆགས་ཡོང་དུས་གཙང་ཀ། བསམ་བློའི་ན་ལོ་ལ། ཕྱོགས་གཅིག་ནས་དགའ་ལྷང་ལྷང་རེ་ཞིག་དང། ཕྱོགས་གཅིག་ནས་སྐྱོ་ལྷང་ལྷང་གི། སེམས་ཚོར་འདྲེས་མ་བྱུང་གི། གཅིག་བྱས་ན་ད་རེས་ཀློག་པ་པོས་དང་བླངས་ཀྱི་ཐོག་ནས་བོད་དང་བོད་མིའི་མགྲིན་ཚབ་ཀྱི་དཔེ་ཀློག་དེ་ལྗགས་ཀློག་ཞུ་བའི་བརྒྱུད་རིམ་ནང་ཀློག་ལ་ཡ། དཔེ་ཀློག་དེ་གསན་མཁན་མཁན་སེམས་དཔའ་པོའི་སེམས་ལ་ཡི་ནས་ལས། གང་ལྟར། བདག་ཅག་གི་མགོན་དུ་ཕེབས་པའི་རྒྱ་བོ་རིན་པོ་ཆེ་གིས་དགུང་གྲངས་བཅུ་དྲུག་ནས་ད་ལྟ་དགུང་གྲངས་དགུ་བཅུ་བར་དུ་བོད་དང་བོད་མི་དོན་དག་ལ་ཡ། སྐུ་ངལ་ག་ཚོད་སྐྱོན་ཡོད་མེད་དང། རྩེད་རིགས་ག་ཚོད་བསྐྱངས་ཡོད་མེད་ཐད་ལ་ཡང་སླར་ཡང་དྲན་གསོ་ཅིག་བྱེད་ཐུབ་མདོག་ཁ་བོ་རེད་བསམ་པའི་རེ་བ་དང་ཡིད་ཆེས་ཡོད། ག་རེ་གནས་འདྲ་མི་གནས་འདྲ་གལ་སྲིད་ང་ཚོ་ལ་ཡང་རྒྱ་བོ་རིན་པོ་ཆེ་ལྟ་བུའི་དབུ་ཁྲིད་ཅིག་བྱུང་མེད་པ་ཡིན་པས་ན། ད་རིང་ང་ཀློག་པ་པོ་ལ་ཡང་དེ་འདྲའི་དགེ། ལོ་རྒྱུས་རང་བཞིན་ལྡན་པའི་དེབ་ལོ་ཡག་གི་གོ་སྐབས་བྱུང་ཡོད་མ་རེད་ལ། སེམས་བབ་སྣང་བ་ཚོ་ལ་ཡིན་ནའི་ལས། དེ་འདྲའི་ལོ་རྒྱུས་རང་བཞིན་ལྡན་པའི་ཆར་པ་ཞིག་ལ་ཡང་གསན་ཡག་གི་གོ་སྐབས་ཏན་ཏན་བྱུང་ཡོད་ཀྱི་མ་རེད། ད་ག་རེ་ནས་འདྲ་མི་ནས་འདྲ་གང་ལྟར་བོད་མི་རིགས་ཀྱི་ལས་དབང་ཟིན་ཏེ་དེ་འདྲ་ཞིག་ལ་སླེབས་ཏེ་དུས་བཟང་འགའ། ཚོགས་པ་དེ་ནང་ལོགས་ལ་ཡང་ཡོད་པས། ཚོགས་མིའི་མདུན་རྒྱ་རྒྱལ་རྒྱ་མ་སེམས་ཚེ་ཞུ་ཐུབ།